ཨོ་བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་རྒྱལ་སྲས་ལག་ལེན་གསོལ་སྡོད་མའི་སློབ་ཚན་གྱི་སློབ་ཐུན་བཅུ་གཅིག་པ། རྒྱལ་སྲས་ལག་ལེན་གསོལ་སྡོད་མའི་ཤོ་ལོ་ཀ་བཅུ་གཅིག་པ། དེ་ནས་སྐྱེས་བུ་འབྲིང་གི་སྐོར་དེ་ལ་ནི་འགྲེལ་བཤད་མདོར་བསྡུས་སུ་བརྒྱ་བརྒྱ་བྱས། དེ་ལ་ནི་རྩ་ཚིག་གི་དབང་དུ་བྱས་པ་ཡིན་ན། སྲིད་གསུམ་བདེ་བ་རྩ་རྩེའི་བསིལ་བ་བཞིན། ཡུད་ཙམ་ཞིག་གིས་འཇིག་པའི་ཆུ་ཅན་ཡིན། ནམ་ཡང་མི་འགྱུར་ཐར་བའི་གོ་འཕང་མཆོག། སྟོན་དུ་གཉེར་བ་རྒྱལ་སྲིད་ལག་ལེན་ཡིན། ནི་རྩ་ཚིག་དེ་རེད།

སྲིད་པ་གསུམ་འཁོར་བ་མཐའ་དག་གི་བདེ་བ་ལ་སྐྱོན་དུ་བལྟས་ནས། གཏན་དུ་བདེ་བའི་ཐར་པའི་གོ་འཕང་སྟོན་དུ་གཉེར་པ་དེ་འདྲ་ཞིག་རེད། ད་ནི་སྲིད་པ་གསུམ་བསླབ་དུས་གང་ལ་སྲིད་གསུམ་སྲིད་པ་གསུམ་བསླབ་དུས་ཨ་ནི་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་ད་སྲིད་པ་གསུམ་ལམ་ན་ད་དེ་འདྲ་ཅིག་རེད་ཨ་ནི་དེ་ཚོ་བདེ་བ་ལ་རེད་སྲིད་པ་གསུམ་གི་བདེ་བ་དེ་ཨ་ནི་རྩ་གི་རྩེ་ལ་བབས་པའི་ཨ་ནི་ཆུའི་ཐིགས་པ་ནང་བཞིན་འཇིག་སླ་པོ་ཡོད་རེད་ཟེར་རེད་ཨ་ནི་རྩ་གི་རྩེ་ལ་བབས་པའི་ཆུའི་ཐིགས་པ་དེ་ཨ་ནི་ཉི་མ་ཤར་ན་འདྲ་རླུང་བུ་གཡུག་ན་འདྲ་ཨ་ནི་ལམ་སང་སྐམ་འགྲོ་བ་ཡང་མིན་ན་འཐོར་འགྲོ་བ་དེ་འདྲ་ཅིག་རེད། ཨ་ནི་དེ་ནང་བཞིན་མི་དང་ལྷ། ཨ་ལྷ་མ་ཡིན་ཨོ་འདི་འདྲིས་ཀྱི་བདེ་བ་ནི་སྐབས་བདེ་བ་འདྲ་གཅིག་ཡོད་རེད་མི་འདྲ་བོ་གཅིག་ལ་མཚོན་པ་ཡིན་ན་ནི་ན་ཚ་མེད་པ་དང། ཨ་ནི་རྒྱུ་ནོར་ལོངས་སྤྱོད་གང་ལ་གང་འཚམ་ཡོད་པ། ཨ་དེ་འདྲིས་ཀྱི་སྐབས་ལ་ཅིག་སྐྱིད་པོ་ཡོད་པའི་ཟོལ་འདྲ་བོ་དེ་འདྲ་གི་ཚོར་སྣང་ཅིག་ཡོད་རེད་དེ། ཨ་ནི་ཁོ་རང་བཞིན་གྱི་ཁོ་རང་གི་ངོ་བོ་དེ་ཨ་ནི་འགྱུར་བའི་དུས་ངོ་རེད། སྡུག་དངོས་རེད། ཡིན་ཙང། ཁོ། ཡུན་རང་པོ་མ་འགོར་བར། ཨ་ནི། ཚོར་བ་སྡུག་དངོས་ཅིག། སྡུག་དངོས་ཀྱི་སྡུག་བསྔལ། ཚོར་བ་སྡུག་དངོས་ཀྱི་ངང་ལ་བག་ཅི་འགྲོ་གི་ཡོད་རེད། ཡིན་ཙང་དེ་ལྟ་བུ་ཡོད་མ་རེད། བདེ་བ་ལྟར་སྣང་ན་ཡང་བདེ་བའི་ངོ་བོ་དེ་ལ་ནི། ཡུན་རང་པོ་བདེ་ཐུབ་གི་མ་རེད། ཨོ་དེ་རེད་སྲིད་པ་གསུམ་གི་བདེ་བ་ཚང་མ་དེ་རེད་ལ་རེད་མི་དང་ལྷ་དང། གངས་རིའི་གི་བདེ་བ་ཡིན་ན་ཡང་བདེ་བ་དེ་རྒྱུན་རང་པོ་མི་དུལ་པོར་ཨ་ནི་སྡུག་དངོས་ཀྱི་ངང་འགྱིང་འགྲོ་རེད། ཨ་ནི་ཡུད་ཙམ་ཞིག་གིས་འཇིག་པའི་ཆུ་གཅིག་ཡིན་ལ་རེད། སྤྱིར་ན་ཨ་ནི་ཡུད་ཙམ་ལབ་ན་ཨ་ནི་དུས་ཚོད་རྒྱུན་རང་པོ་མི་དུལ་པ་དུས་ཐུང་ཐུང་གི་ཨ་ནི་དོན་དག་ཡིན་པ་དང་འཇིག་པའི་ཆུ་གཅིག་ཡིན་ལབ་དེ།

ཡིན་པ་ཡིན་ཙང། ཐར་པ་དེ་ཐོབ་པའི་རྗེས་སུ་དེ་ནས་བཟུང་སྟེ་སྡུག་བསྔལ་དང་བྲལ་འགྲོ་བ་དང། ཡང་བསྐྱར་སྡུག་བསྔལ་སླེབས་ཡོང་བ་དེ་འདྲ་ཡོད་མ་རེད། ཡིན་ཙང་ཐར་པའི་བདེ་བ་དེ་རྟག་པ་རེད། བདེ་གསུངས་པ་རེད། ཐར་པའི་བདེ་བ་དེ་ཐོབ་པའི་རྗེས་སུ། དུས་ནམ་དུས་ནམ་ཡང་འགྱུར་བ་ཡོད་པ་མ་རེད་དེ་གསུངས་པ་རེད། ཨོ་དེ་འདྲ་བའི་དུས་ནམ་ཡང་མི་འགྱུར་བའི་ཐར་པའི་བདེ་བ་ཐར་པའི་གོ་འཕང་དོན་དུ་གཉེར་པ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ནི་ཉམས་ལེན་ཡིན། ཨོ་དེ་འདྲ་ཅིག་གསུངས་པ་རེད། ནི་རྩ་བའི་ཤོ་ལོ་ཀ་གཅིག་དེའི་དོན་དག་མདོར་བསྡུ་བ་ཡིན་ན་དེ་འདྲ་ཅིག་རེད་ཐུགས་རྗེ་ཆེ།